ཐོག་མ་དྲན་འདས་བོད་རྒྱལ་ཁབ་ཆེན་པོའི། བོད་རང་བཙན་སླར་གསོའི། བྱུང་རབས་ཀྱི་ལས་དོན་གལ་ཆེན་པོའི་ནང་ལགས་ལ། གཟི་བརྗིད་ལྡན་པའི་ཉིན་མོ། སུམ་ཅུ་སྒེར་ལངས་ཐེངས་ལྔ་བཅུ་ང་བཞི་པ། ཞང་ཨ་རིའི་འཁོར་གྱི་སྟོབས་ཆེན་རྒྱལ་ཁབ་ཨ་རི། གྲོང་ཁྱེར་ཆེ་རིའི་སྡིངས་ཡོལ་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་སྔ་མ་གི་མདུན་ཐང་ལ་དྲན་འདས། འདུ་འཛོམས་དང་འབྲེལ་བའི་ཐོག་ལ། བོད་རྒྱལ་ཁབ་ཆེན་པོའི་བླ་ན་མེད་པའི་དབུ་ཁྲིད། རྒྱ་གཞུང་ནོར་བུ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་བླ་ན་མེད་པའི་གུས་ཕྱག་དང། ང་ཚོའི་བླ་ན་མེད་པའི་སྲིད་གཞུང་སྲིད་འབྱོར་བོད་གཞུང་གི་བདེ་སྲུང་བློན་ཆེན། སྐུ་ངོ་འབྲོང་ཆུང་དངོས་གྲུབ་ལ། ཕྱོགས་དེ་ག་ནང་བཞིན། བྱང་ཨ་རིའི་སྐུ་ཚབ་དོན་གཅོད་དང། བོད་ཀྱི་གཞུང་ལྷན་ཚོགས་ཀྱི་དབུས་རྒྱུན་ཟུར་པ། དགུང་སློབ་གསོ་སྙན་གྲགས་ལགས་ཕྱོགས་ཀྱི་དབུས་པའི་རྣམ་པ་ཚོ། ཤ་ར་གཅིག་པའི་བོད་རིགས་སྤུན་ཟླ་ཚང་མ་ལ། ངས་བོད་ཀྱི་གཞུང་ལྷན་ཚོགས་ཀྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་གི་ངོས་ནས་རྣམ་པ་ཚོ་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། ད་ལྟ་དེ་རིང་གི་ཉིན་མོ་འདི། རྩ་བའི་ང་ཚོ་ཚང་མ་གི་མཁྱེན་གི་ཡོད་རེད་གཅིག་སྟོང་དགུ་བརྒྱ་བཞི་བཞེས་དགོས་ལ། ང་ཚོའི་ཁྱིམ་མཚེའི་རྒྱལ་ཁབ་དགྲ་བོ་རྒྱ་ནག་གི་ང་ཚོའི་རྒྱལ་ཁབ་ལ་བཙན་བཟོར་མགོ་བཙུགས་ནས། གཅིག་སྟོང་དགུ་བརྒྱ་བཞི་བཅུ་བཞེར་དགོས་གི་སྟོང་ཀ་ལ། སྐབས་དེ་དུས་གི་བོད་གཞུང་དགའ་ལྡན་ཕོ་བྲང་གི་ངོས་ནས། ཡོངས་ཁྱབ་ཀྱི་རྒྱ་ནག་གི་སྲིད་འཛིན་མའོ་ཙེ་ཏུང་གི་མིང་ཐོག་ལ། ཡོན་ཆབ་ཀྱི་བསྒྲགས་གཏམ་དང། གནས་རིའི་སྟངས་བྱས་ནས། བོད་དེ་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང། ག་སྲིད་དགྲ་བོ་རྒྱ་ནག་གི་བཙན་འཛུལ་བྱས་པ་ཡིན་ན། ང་ཚོའི་ཕོ་གཟིགས་མོ་ལ་མ་ཐུག་བར་དུ་ང་ཚོས་ནི་འཐབ་རྩོད་བྱེད་ཀྱི་ཡིན་མགོ་སྐོར་བྱེད་ཀྱི་ལབ་ཀྱི་ནི། ང་ཚོའི་འཐབ་རྩོད་དེ། ཨུ་ཚུགས་བྱ་རྒྱུ་གི་གནས་སྟངས་ཆགས་ཀྱི་ཡོད་རེད། དེའི་རྗེས་ལ་གཅིག་སྟོང་དགུ་བཅུ་བཞི་བཅུ་ཞེ་དགུ་གི་ལོ་དེ་ག་རང་ལ། བོད་ཀྱི་འབྲི་ཆུ་ཤར་རྒྱུད་ལ་རྒྱ་ནག་གི་བཙན་འཛུལ་བྱེད་པའི་སྐབས་ལ།

ལྷག་པར་དུ་མི་མང་དྭང་བླངས་ཚོགས་པ་དང་པོ་དེ་གའི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་སྤྱི་ཟླ་དྲུག་པའི་ཚེས་པ་ལྔ་ལ། བོད་རྒྱལ་ཁབ་ཡོན་ཆབ་ཏུ་བསྒྲགས་གཏམ་དཔེར་བྱེད་དོ་རྒྱ་ནག་གི་དངུལ་དངོས་བསླུ་བྲིད་བར་ལ་མགོ་འཁོར་མི་རུང་བ། མི་རབས་རྒན་པ་ཚོ་གིས་སོ་སོའི་རྒྱལ་ཁབ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་གཞུང་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་དབུ་ཁྲིད་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་སོ་སོའི་བུ་རབས་ཚ་རྒྱུད་ལ་ཁ་འཆམ་བཞག་ཡག་གི་དུས་ཚོད་ལ་སླེབས་ཡོད་པ་གི་བསྒྲགས་གཏམ་པི་རི་ཉིན་མོ་དེ་དང་ཡིག་བརྒྱ་དེ་ཚོགས་པ་དེ། སུམ་ཅུའི་སྒེར་ལངས་ཐེངས་མ་དང་པོ་བྱུང་ཡག་གི་ས་བོང་དང་འབྱུང་ཁུངས་དེ་ཆགས་བསྡད་ཀྱི་ཡོད་རེད། དེའི་རྗེས་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགོས་ཀྱི་སྤྱི་ཟླ་གསུམ་པའི་ཚེས་པ་དགུ་ལ། ང་ཚོའི་བླ་ན་མེད་པའི་དབུ་ཁྲིད་རྒྱ་ཨོ་ཞེ་ནོ་བོ། Gao Janaga། ཡི་དམག་སྒར་ནང་ལོགས་ལ། རྒྱུན་ལྡན་གྱི་སྐུ་བཅར་དང་སྐུ་སྲུང་ཆིབས་ཞབས་མེད་པའི་ཐོག་ནས་ནི Gao Janaga། ཡི་དམག་སྒར་ལ། འདི་འདྲའི་ཞུ་དབྱངས་ཀྱི་འཛའ་རག་གི་གནས་བབ་བྱུང་བའི་སྐབས་ལ་སྐབས་དེ་དུས་ཀྱི། བོད་ཀྱི་རྒྱལ་ས་ལྷ་ས་ལ་ཡོད་པའི་མདོ་དབུས་ཁམས་གསུམ་གྱི་སྤུན་ཟླ་ཁྲི་ཚོ་མང་པོ་གིས། སོ་སོའི་ཚེ་སྲོག་གཏའ་མ་ལ་རྒྱག་བྱས་ནས། ལག་པ་གི་ནང་ལོགས་ལ་གྲི་དང་སྟ་རེ་མ་གཏོགས་མེད་པ་ནས་གྲི་དང་སྟ་རེ་དང་མུར་རྫོགས་སྟོང་པ་དེ་ཁྱེར་བཅུག་ནས། དགྲ་བོ་རྒྱ་ནག་གི་མེ་མདའ་དང་མེ་སྒྱོགས་ཀྱི་སོ་ཁར་ཡར་ཀླུང་བྱེད་པའི་ཉིན་མོ་དེ་དེ་རིང་ཆགས་བསྡད་ཀྱི་ཡོད་རེད། རླབས་ཆེན་གྱི་ཉིན་མོ་ཅིག་རེད་དེ་རིང་གི་ཉིན་མོ་འདི་ང་ཚོའི་ལོ་རྒྱུས་ཀྱི་ནང་ལ། དེ་འདྲ་ཡིན་པའི་ཆ་ནས། སྐབས་དེ་དུས་ཀྱི་སུམ་ཅུའི་སྒེར་ལངས། ཕྱི་ཟླ་གསུམ་པའི་ཚེས་པ་བཅུ་ལ། ལྷ་ས་ནོར་བུ་གླིང་སྐབས་ཀྱི་མདུན་ཐོང་ལ་ཡར་ལངས་བྱེད་པའི་སྐབས་ལ་འབོ་སྒྲ་གསུམ་ཡོད་རེད། འབོ་སྒྲ་གསུམ་དེ།

ང་ཚོའི་རྒྱལ་ཁབ་དང་ང་ཚོའི་ལུང་པ་ལ་བཙན་འཛུལ་བྱེད་ཉེན། དགྲ་བོ་རྒྱ་ནག་དང་རྒྱ་མི་རིགས་དེ་ང་ཚོའི་ལུང་པ་འདི་མར་ཕྱིར་འབུད་བྱེད་ཀྱི་ཡིན་ལབ་ཀྱི་ནི་དགྲ་དང་པོ་རིགས་ཉིན་མོ་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནས་འདི་ཆ་ནས། དེ་རིང་ང་ཚོའི་སེམས་རྒྱུད་དགེ་སློང་ཐེངས་མ་ལྔ་བཅུ་ང་བརྒྱུད་པ་སྲུང་བརྩི་བྱེད་ཀྱི་ཡོད་རེད། དེ་སྲུང་བརྩི་བྱེད་ཡག་གི། དོན་དག་གལ་ཆེ་ཤོས་དེ་འབོད་སྒྲ་གསུམ་དེ་རེད། དུས་ནམ་ཡང་ང་ཚོས་འབོད་སྒྲ་གསུམ་དེ་འགྱུར་བ་གཏང་རུང་གི་མ་རེད་འགྱུར་བ་གཏང་ཉེན་གྱི་མ་རེད། དེ་ང་ཚོའི་འཐབ་རྩོད་ཀྱི་ལམ་སྟོན་རེད། འཐབ་རྩོད་ཀྱི་ལམ་སྟོན་དུས་གསུམ་དང་མདོ་སྒྲ་དུས་གསུམ་དུ་རྒྱུན་འཁྱོངས་བྱེད་ཀྱི་འདུག་ང་ཚོས་རྒྱལ་ཁབ་སླར་གསོ་བྱེད་དགོས། ལྗོངས་ཡི་གེའི་ནོར་བུ་དང་སོ་སོའི་སྲིད་གཞུང། སོ་སོའི་ལུང་པ་ལ་འདི་འདྲའི་ཞུ་དགོས་ང་ཚོའི་འགན་འཁྲི་རེད་མདུན་ལམ་རེད་དེ་བརྗེད་སྙིང་མ་རེད། ཁ་ཤས་ཀྱིས། དེ་འབྲེལ་གྱི་རྩོམ་དྲི་ངན། གཏམ་བཤད་པིར་ངན་བོད་པ་ནང་ལོག་ལ་ཡོང་གི་ཡོད་རེད། གསུམ་བཅུའི་སྒེར་ལངས་ཐེངས་མ་དང་པོ་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ཕྱི་ཟླ་གསུམ་པའི་ཚེས་པ་བཅུ་དེ་ང་ཚོ་བོད་རང་བཙན་ཤོར་བའི་ཉིན་མོ་རེད་གསུང་གི་ཡོད་རེད་དེ་རྩ་བ་ཉིད་ནས་མ་རེད་དེ་ནོར་གྱི་ཡོད་རེད་དེ་ནོར་འཁྲུལ་ཆེན་པོ་གྱི་རེད། བོད་རང་བཙན་ཤོར་བའི་ཉིན་མོ་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཕྱི་ཟླ་ལྔ་བའི་ཚེས་པ་ཉི་ཤུ་རྩ་གསུམ་ལ་དགྲ་བོ་རྒྱ་ནག་གི་མེ་མདག་གི་འོག་ལ་ང་ཚོ་གི་བཙན་དབང་གི་གྲོས་མཐུན་དོན་ཚན་བཅུ་བདུན་ཟེར་ཡག་དེ་བཞག་དགོས་བྱུང་བ་དེ་བོད་རང་བཙན་ཤོག་ཉིན་མོ་རེད། སུམ་བཅུའི་སྒེར་ལངས་དེ་ག་རེ་རེད་ལབ་ན། བོད་རང་བཙན་ཤོག་བ་དེ་སླར་གསོ་བྱེད་ཀྱི་ཡིན། ང་ཚོ་དགྲ་བོ་རྒྱ་ནག་ལ་མགོ་སྒུར་གི་མིན། ང་ཚོའི་རྒྱལ་ཁབ་དེ་རྒྱ་ནག་མ་རེད་ང་ཚོའི་རྒྱལ་ཁབ་དེ་བོད་རེད། ང་ཚོའི་དབུ་ཁྲིད་དེ་མའོ་ཙི་ཏུང་མ་རེད།

དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ང་ཚོས་དེ་རིང་འདི་ནས་སྐད་གསང་མཐོན་པོའི་ཐོག་ནས་སུམ་ཅུ་དགེ་སློང་ཐུང་མ་ལྔ་བཅུ་ང་བཅུ་སུམ་བརྩི་ཞུ་གི་ཡོད་རེད། དེ་སུམ་བརྩི་ཞུ་ཡག་དེ། དེའི་གོ་སྐབས་རྩ་ཆེན་པོ་སྤྲོད་ཉེན་དེ་སུམ་ཅུ་དགེ་སློང་ཐེངས་མ་དང་པོ་ནང་ཉིད་ཀྱི་རྒྱལ་སྤྱིའི་དཔའ་བོ་དཔའ་མོ་འདི་ཚོ་གི་ཚེ་སྲོག་བློས་གཏོང་བྱེད་པའི་བཀའ་དྲིན་ལ་བརྟེན་ནས་བྱུང་རྒྱུ་ཞིག་རེད། དེ་བཀའ་དྲིན་བརྗེ་རན་བྱེད་དགོས་པ་དེ་ང་ཚོའི་མི། ང་ཚོ་གི་བཟང་སྤྱོད་ཀྱི་ལས་འགན་ཞིག་རེད། བཀའ་དྲིན་བརྗེ་རན་བྱེད་དགོས་ཀྱི་ཡོད་ན། ཁོང་ཚོ་གི་སྐབས་དེ་དུས་སོ་སོའི་གཞུང་དང་དབུ་ཁྲིད་ལ་གུས་བཀུར་བོད་རང་བཙན་སླར་གསོ་བྱས་ཏེ་ཆོད་སེམས་དང་ཡིད་ཆེས་དེ་ང་ཚོ་གི་བདག་པོ་རྒྱབ་བྱས་ནས་གཞུང་དང་དབུ་ཁྲིད་ལ་གུས་བཀུར་བོད་རང་བཙན་སླར་གསོ་གི་སེམས་ཤུགས་མ་ཆག་པ་བྱས་ནས་འཐབ་རྩོད་བྱེད་དགོས་ཏེ་བཀའ་དྲིན་གྱི་རིགས་ངོ་མ་དེ་རེད། དེ་འདྲ་ཡིན་རྒྱུའི་རྒྱུ་མཚན་དེ་ང་ཚོ་ནོར་ལོག་ལས་གསབ་ཚུལ་མ་མཐུན་པ་ཡོང་གི་ཡོད་ཡིན་ནི་ལས། གནས་བབ་སྡུག་ཤུགས་ག་རེ་བར་དུ་སླེབས་ཀྱི་ཡོད་བ་ཡིན་ན་ལས། དུས་ནམ་ཡང་ང་ཚོ་གིས་སོ་སོའི་ཡོང་འདོད་དབུ་ཁྲིད་ལ་བློ་ལོག་རུང་གི་མ་རེད། བོད་རང་བཙན་སླར་གསོའི་སེམས་ཤུགས་ཆག་རུང་གི་མ་རེད། དུས་ནམ་ཡང་ང་ཚོ་དགྲ་བོ་རྒྱ་ནག་གི་མི་སེར་བྱེད་རུང་གི་མ་རེད། དགྲ་བོ་རྒྱ་ནག་གི་སྲིད་ཕྱོགས་བྱེད་རུང་གི་མ་རེད། ང་ཚོ་བོད་པ་ཚོ། སོང་ན་བོད་གཞུང་གི་ཆབ་འབངས་གཅིག་དང། ཤི་ན་བོད་རྒྱལ་ཁབ་ལྔ་བཞི་གཅིག་བྱས་ཏེ་དམ་བཅའ་དགོས་ཀྱི་རེད་ཆོས་སེམས་འགུག་རེད་དེ་ང་ཚོའི་མི་ཚེའི་རིན་ཐང་རེད། དེ་འདྲའི་པའི་རྒྱུ་མཚན་གྱིས་དེ་རིང་ནས་ཡར་བརྩིས་པའི་ལོ་ལྔ་བཅུ་ང་བཞི་གི་གོང་ལ། སྤྱིར་བཏང་དགུ་བརྒྱ་ལྔ་བཅུ་ང་དགུ་གི་ཕྱི་ཟླ་གསུམ་པའི་ཚེས་པ་བཅུ་ལ། སྐབས་དེ་དུས་ཀྱི་སིམ་ཅུའི་སྒེར་ལངས་ཐེངས་མ་དང་པོ་ནོར་ཉེན་གྱིས་རྒྱལ་སྤྱིའི་དཔའ་བོ་དཔའ་མོ་དེ་ཚོ་གི་རེ་བ་དྭངས་ཤུལ་རྒྱག་ས་དེ་མཉམ་འབྲེལ་རྒྱལ་ཚོགས་མ་རེད་རྒྱ་ནག་འབྱོར་བ་འགྲོ་ཡ་མ་རེད་ཨ་མི་རི་ཀ་ལ་རེ་བ་རྒྱག་ཡ་མ་རེད་དེ་དུས་སིམ་ཅུའི་སྒེར་ལངས་ཐེངས་མ་དང་པོ་བྱེད་ཉེན་གྱི་རེ་བ་སོ་སོ་ལ་རྒྱབ་རེད་ཡིད་ཆེས་སོ་སོ་ལ་སྐྱོར་བྱས་ནས་སོ་སོའི་འགན་སོ་སོའི་འཁོར་བྱས་ནས་སོ་སོའི་སྲོག་བློས་གཏོང་བྱས་ནས་འཐབ་རྩོད་བྱས་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱི་དེ་རིང་ང་ཚོ་གི་ག་རེ་དམ་བཅའ་བཞག་དགོས་པར་ཟེར་ན་རྒྱ་ནག་སྟོབས་ཤུགས་ཆེན་པོ་ཆགས་ཀྱི་ཡོད་ན་འདྲ། ཨ་དང་པོ་ལས་ལེགས་པོ་ཡོད་པ་ཡིན་ན་འདྲ། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱབ་སྐྱོར་མེད་པ་ཡིན་ན་འདྲ། གནས་བབ་སྡུག་ཤོས་དེ་ལ་སླེབས་པ་ཡིན་ན་ལས་སོ་སོའི་ཡིད་ཆེས་སོ་སོ་ལ་བསྐྱུར། སོ་སོའི་འགན་སོ་སོ་ལ། སོ་སོའི་གོར་བྱས་ནས། བོད་རྒྱལ་ཁབ་སླར་གསོ་བྱེད་དགོས་ཀྱི་ཡོད་རེད། ད་ལྟ་ང་ཚོའི་འགྱིང་བག་ལ་ག་རེ་ཡོད་རེད་འགན། བོད་གཞུང། སོ་སོའི་དབུ་ཁྲིད་སོ་སོའི་ལུང་པ་དང་ཁ་བྲལ་གྱིས་ལོ་ལྔ་དྲུག་ལྔ་བཅུ་འགྲོ་གི་ཡོད་རེད། མིའི་མིང་པ་ལ་སྐྱབས་བཅོལ་བྱས་ནས་ལོ་ལྔ་སྟོང་ལྔ་བཅུ་འགྲོ་གི་ཡོད་རེད། ང་ཚོའི་རྒྱལ་ཁབ་སླར་གསོ་བྱེད་ཡག་གི་ཆེད་དུ་མི་ས་ཡ་གཉིས་དང་ཕྱེད་ཀ་གི་སྲོག་བློས་གཏོང་བྱས་ཚར་རེད་ད་ང་ཚོའི་སྦྱིན་པ་གང་ལ་ག་རེ་ཡོད་རེད་རོ་ས་ཡ་གཉིས་ཡོད་རེད་ང་ཚོའི་སྦྱིན་པ་གང་ལ་དེ་ཧ་གོ་དགོས་གི་རེད། ང་ཚོ་འབྱུང་གི་ཡོད་ན་འདྲ་འབྱུང་གི་མེད་ན་འདྲ་རོ་ས་ཡ་གཉིས་ཀྱི་རོ་བདག་རེད་རོ་ས་ཡ་གཉིས་ཀྱི་གནམ་གཤིས་དང་ཁ་ཆེམས་བདག་པོ་རྒྱ་ཡིག་དེ་ང་ཚོ་རེད་དེའི་སྤོབས་པ་དགོས་ཀྱི་རེད་དེའི་དམ་བཅའ་དགོས་ཀྱི་རེད་དེའི་བློ་ཁོག་དགོས་ཀྱི་རེད་དེའི་ལུས་སྟོང་དགོས་ཀྱི་རེད་དེ་ང་ཚོའི་མི་ཚེའི་རིན་ཐང་རེད། དེར་འདས་ལ། བོད་ཀྱི་གཞུང་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་ངོས་ནས་ང་ཚོ་རང་བཙན་གཙོ་གཉེར་གྱི་ངོས་ནས་དེར་འདས་སྤོབས་པ་སྐྱེ་དགོས་ཡ་ཅིག་དང། བཀའ་དྲིན་བགྱི་རེ་ཞུ་དགོས་ཡ་དེ་ད་གི་གོང་དུ། བཙན་བྱོལ་བོད་གཞུང་གི། བདེ་སྲུང་ཀློང་ཆེན། སྐུ་ངོ་འབྲོང་ཆུང་དངོས་གྲུབ་མཆོག་གིས་གནས་ཚུལ་གཅིག་གསལ་པོ་གཟུགས་གནང་སོང། དེ་གསལ་པོ་གཟུགས་གནང་ཡ་དེ་རང་བཙན་གཙོ་ཉན་ཚོ་ཐོབ་ཐང་ཡིན་པ། རང་བཙན་གཙོ་ཡ་དེ་རྒྱ་རིན་པོ་ཆེ་བཀའ་ལ་འགེལ་གྱི་མེད་པ་གསལ་པོ་གཟུགས་གནང་སོང། དེ་ང་ཚོའི་རྡོག་རྩ་གཅིག་སྒྲིལ་གྱི་གཟི་བརྗིད་རེད་རྡོག་རྩ་གཅིག་སྒྲིལ་གྱི་སྟོབས་ཤུགས་རེད་དེ།

བརྒྱ་དང་བདུན་གྱི་རང་ལུགས་མེར་བསྲེགས་ཡོད་རེད། དེ་སོགས་ཀྱི་འབོད་སྒྲ་འདྲ་བུའི་སྐབས་ལ་ཁ་སེམས་བཞག་པའི་སྐབས་ལ་རྒྱ་བོད་རིན་པོ་ཆེ་སྐུ་ཚེ་བརྟན་དགོས་པ་དང་བོད་རང་བཙན་དགོས་ཀྱི་འབོད་སྒྲ་མཉམ་དུ་འདྲ་སྐབས་རེར་ཁ་སེམས་མཉམ་དུ་བཞག་གི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དུས་ནམ་ཡང་རང་བཙན་དང་རྒྱ་བོད་རིན་པོ་ཆེ་ཀར་པ་རུག་ལ་ཁ་བསྒྲགས་དང་དབྱེ་བ་ཕྱེ་བ་དེ་ཉོན་ལེན་ནམ་ཡང་བྱེད་ཐུབ་ཀྱི་མ་རེད། ང་ཚོ་རང་བཙན་གཙོ་གཉེར་ཚོགས་པས་རྒྱ་བོད་རིན་པོ་ཆེ་ཡང་ང་ཚོའི་སྲོག་རེད་བོད་རང་བཙན་ཡང་ང་ཚོའི་སྲོག་རེད།

གསུམ། ཞུ་བ་ཡིན་ན། རང་བཙན་དེ་ང་ཚོའི་ལོ་རྒྱུས་ཀྱི་ཐོབ་ཐང་རེད། མི་སྤོ་གོང་མ་སོགས་ཀྱིས་ང་ཚོ་ལ་བཞག་བཞག་རྒྱུ་གི་ཕ་ཆུ་མ་ཟོག་རེད་དེ། དེ་རྩོད་ཡ་དེ་ང་ཚོ་བུ་ཕྲུག་ཚོ་གི་འདི་རེད་ཐོབ་ཐང་རེད་རང་བཙན་རྩོད་དགོས་དེ་ཐོབ་ཐང་གི་རེད་རྒྱུ་མཚན་དང་པོ་དེ། རང་བཙན་རྩོད་དགོས་ཀྱི་རྒྱུ་མཚན་གཉིས་པ་དེ་ལོ་དྲུག་ཅུ་རེབ་བཞི་ང་ཚོ་རྒྱ་མི་མཉམ་དུ་བསྡེ་བ་རེད་རྒྱ་མིའི་འོག་ལ་བསྡེ་བ་རེད་དེ་བསྡེ་བའི་སྐབས་ལ་ང་ཚོ་ལ་རག་ཡ་དེ་ཁྲག་དང་མིག་ཆུ་གི་ལོ་རྒྱུས་ཅིག་རག་ཡོད་རེད་རུང་ས་ཡ་གཉིས་དང་ཕྱེད་ཀ་རག་ཡོད་རེད།

དེ་རིང་རྩ་བ་བཅད་པ་ཡིན་ན་རྩ་བ་ཆད་འགྲོ་བ་དེ་མ་རེད་ང་ཚོ་མི་རིགས་ཀྱི་རེད། ང་ཤི་བ་ཡིན་ན་ང་ལ་བུ་མོ་ཡོད་དེའི་ནང་བཞིན་ངའི་བུ་མོ་ལ་སྤུག་བྱེད་ཀྱི་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་ལ་མདུན་ལམ་དགོས་པ་ཙམ་དུ་མ་ཟད། ང་ཚོའི་བུ་ཕྲུག་དང་ཚ་བོ་ཚ་མོ་ལ་མདུན་ལམ་དགོས་ཀྱི་རེད་དེ་མདུན་ལམ་དགོས་ཀྱི་ཡོད་ན་བོུ་རང་བཙན་སླར་གསོ་བྱེད་དགོས་ཀྱི་རེད་དེ་བོུ་རང་བཙན་འཚོལ་དགོས་ཀྱི་རྒྱུ་མཚན་རེད། ང་ཚོ་ཚང་མ། ང་ཚོ་ལ་དགོས་ཡག་གི་གཞུང་དེ་ག་རེ་རེད་བོུ་གཞུང་རེད། ང་ཚོ་ལ་དགོས་ཡག་གི་དབུ་ཁྲིད་དེ་སུ་རེད་རྒྱ་ཡི་གཞི་ནས་བོད་དང་བོུ་མི་མང་གི་འདམ་བཞེས་རྒྱུ་དེ་བོད་རིགས་ཀྱི་རེད། ང་ཚོ་དུས་ནམ་ཡང་ང་ཚོའི་ཕ་ས་ཆུང་གཉིས་ཕ་མ་སྲས་གཉིས་དགྲ་བོ་རྒྱ་མིའི་འོག་ལ་བསྡད་ཐུབ་ཡག་ཡོད་མ་རེད་དེ་ང་ཚོའི་བོུ་རང་བཙན་རྩོད་དགོས་གི་རྒྱུ་མཚན་རེད། སླད། ཀྱི་གེ་སར་གྱི་འགྲོ་འོང་ནང་ལ་གཏམ་དཔེ་བྱོས་ཡོད་རེད། བ་སྔ་མ་ཤར་ལས་བྲི་བ་ལས་རྟ་འཛོམས་རུ་གཉིས་ལས་ཤི་ན་དགའ་ལ་ཡ་བྱོས་རེད་ག་རེ་ལབ་གི་ཡོད་རེད། ང་མི་སྡར་མ་བྱེད་ཡ་ཡོད་མ་རེད་ལབ་གི་རེད་ང་མི་སྡར་མ་བྱེད་ཡ་ཡོད་མ་རེད་ལབ་གི་རེད། བོད་མི་རིགས་ལ་ཡ་དེ་མི་རིགས་དེ་འདྲས་ཀྱི་རེད། སོ་སོའི་རྒྱལ་ཁབ་ཀྱི་ཆེད་དུ་མི་རིགས་ཀྱི་ཆེད་དུ་དབུ་ཁྲིད་ཀྱི་ཆེད་དུ་ལ་རྒྱ་ཀྱི་ཆེད་དུ་ཤི་དགོས་གི་ཡོད་ན་ཤི་ཡག་གི་བློ་ཁོག་ཡོད་ཉེན་གྱི་ཤི་དགོས་གི་ཡོད་ན་ཤི་ཡག་གི་ཆོད་སེམས་ཡོད་རྒྱུ་གྱི་རེད། ཤི་ཉེན་ལ་ཤི་ཡག་གི་བློ་ཁོག་ཡོད་པ་མ་ཟད་སོན་པོ། དེ་ཉིན་ཤི་ཚར་བའི་རྗེས་ལ་ལྷ་དེ་ཉིད་ཀྱི་བཟའ་ཚང་བུ་ཕྲུག་ཕ་མ་ཡིན་ན་ལས། སོ་སོའི་བཟའ་ཚང་དང་བུ་ཕྲུག་དེ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཤི་བ་ཡིན་ན། མྱ་ངན་བྱེད་པ་ལས་སྤོབས་པ་བྱེད་ཡ་མང་ང་ཁྱེད་ཉིད་ཀྱི་མི་རིགས་རླབས་ཆེན་ཅིག་རེད། དེ་འདྲའི་བའི་རྒྱུ་མཚན་གྱིས་དགྲ་བོ་རྒྱ་ནག་ག་སའི་སྟོབས་ཤུགས་ཆེ་རུ་ཕྱིན་པ་ཡིན། དུས་ནམ་ཡང་ང་ཚོས་ངོ་དགོས་ཀྱི་མ་རེད། ད་གིན་བདེ་སྲུང་བཀའ་བློན་མཆོག་གིས་གསུང་བ་ནང་བཞིན་ལོ་དྲུག་གི་རེབ་ཀྱི་དགྲ་བོ་རྒྱ་ནག་ལ་མགོ་སྒུར་ཡོད་མ་རེད་བོད་མི་མང་གིས་ནན་ཏན་ལ་འཐབ་རྩོད་བྱས་ཡོད་རེད།

ན་ཚོགས་ཀྱི་བོན་ནོ་རང་ལུས་མེར་སྲེག་བཏང་ཉེན་གྱི་དཔའ་བོ་དཔའ་མོ་དེ་ཚོ་གི་བཀའ་དྲིན་གྱི་རིང་དགོས་ཡ་དང་རྒྱ་བ་ཀུན་གྲིལ་བཅུ་གསུམ་པ་གི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རླབས་ཆེན་གྱི་བྱས་རྗེས་བཞའ་བ་དེ་ལ་བཀའ་དྲིན་གྱི་རིང་དགོས་གི་ཡོད་ན་བུ་རང་བཙན་ལ་སོ་བྱས་དེ་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་བཀའ་དྲིན་གྱི་རིང་དང་སོ་སོའི་མདུན་ལམ་གྱི་ཆེད་དུ་བུ་རང་བཙན་ལ་སོ་བྱས་ཡ་གི་ཆེད་དུ་ན་ཚོགས་ཀྱི་རིག་པ་འདྲེན་དགོས་ཡ་ལུས་སྟོང་སྔར་ལས་ལྷག་སེ་བྱེད་དགོས་ཡ། ད་ལྟའི་བཙན་བྱོལ་བོད་གཞུང་གི་དབུ་ཁྲིད་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་བཀའ་བློན་ཁྲི་བ་དང་པོ་དམ་བཅའ་བཞག་པའི་སྐབས་ཀྱི་བསྒྲགས་གཏམ་གྱི་ནང་ལོགས་ལ་ག་རེ་ཡོད་ཟེར་ན། རྒྱལ་བ་ཀུན་ཕན་བཅུ་གསུམ་པའི་སྐབས་ལ་སྐབས་དེ་དུས་ཀྱི་མི་ཐོག་དེ་ཚོ་གིས། རྒྱ་ནག་མིང་རྒྱུད་བཙན་བྱོལ་ཕྱིར་འབུད་གཏོང་བྱས་ནས་རྒྱལ་བ་ཀུན་ཕན་བཅུ་གསུམ་པ་བོད་ལ་བདེ་རེ་ཞུ་བ་ནང་བཞིན།

བོད་གཞིས་བྱེས་མཉམ་འཛོམས་བྱེད་ཡ་དེ། འཇམ་དབྱངས་མགོ་བཏགས་ནི་གཞིས་བྱེས་མཉམ་འཛོམས་བྱེད་ཡ་དེ་མ་རེད། ཐོབ་སྐལ་འཁོར་བྱེད་ནི་གཞིས་བྱེས་མཉམ་འཛོམས་བྱེད་ཡ་དེ་མ་རེད། བོད་གཞིས་བྱེས་མཉམ་འཛོམས་བྱེད་ཡ་དེ་ག་རེ་ལབ་ན། ལྔ་བཅུ་ང་དགུ་ལ་དང་པོ་སྐྱབས་བཅོལ་ལ་འཇུག་བའི་སྐབས་ཀྱི་རེ་བ་དེ་ག་རེ་རེད་བོད་རང་བཙན་སླར་གསོ་བྱེད་ནི་གཞིས་བྱེས་མཉམ་འཛོམས་བྱེད་ཡ་དེ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ང་ཚོ་གིས། ལྔ་བཅུ་ང་དགུ་གི་དང་པོ་གི་རེ་བ་དང་དམིགས་ཚད་དེ་མ་བརླག་པའི་ཐོག་ནས་བོད་རང་བཙན་སླར་གསོ་བྱེད་ཀྱི་ནི་རྒྱ་བོད་ཡི་གེའི་ནོར་བུ་སྐུ་འདྲེན་བཅུ་བཞི་པ་འདི། སོ་སོའི་རྒྱལ་ཁབ་དང་རྒྱལ་ཁབ་དང་རྒྱལ་ས་ལ་ཕར་འདི་འདྲའི་ཞུ་ཐུབ་ཡ་གཅིག་དང། བོད་རང་བཙན་སླར་གསོ་གི་ཐོག་ནས་ང་ཚོ་གཞིས་བྱེས་མཉམ་འཛོམས་ཡོད་ཡག་གི་ཆེད་དུ་ཚང་མ་གི་རིག་པ་འགྲེམས་རོགས་གཅིག་རིག་པ་འགྲེམས་དགོས་གི་རེད། ད་ལྟའི་དུས་ཚོད་དེ་ང་ཚོ་སེམས་ཤུགས་ཆག་ཡག་གི་དུས་ཚོད་ཅིག་མ་རེད། ད་ལྟའི་དུས་ཚོད་དེ་ང་ཚོ་སེམས་ཤུགས་འཕར་དགོས་ཡག་གི་དུས་ཚོད་ཅིག་རེད། ག་རེ་གཅིག་ནས་ཞུ་གི་ཡོད་ལབ་ན། སུམ་བཅུ་དགེ་ལང་ཐིག་མ་དང་པོ་བྱེད་པའི་སྐབས་ཀྱི་གནས་སྟངས་ག་འདྲ་བྱུང་བ་རེད། ད་ལྟ་གནས་སྟངས་ག་འདྲ་བྱུང་བ་རེད་དེ་ལ་བལྟ་ཡ་ཡོད་རེད་ང་ཚོ། སུམ་བཅུ་དགེ་ལང་ཐིག་མ་དང་པོ་བྱེད་པའི་སྐབས་ལ་འཛམ་བུ་གླིང་གི་སྡིངས་ཆ་གི་ཁང་ང་ཚོ་གྲོང་མི་ཁེར་རྐྱང་རེད། ད་ལྟའི་ཆ་ལ་ལོ་ལྔ་བཅུ་ང་བཅུ་ཕྱིན་ཚར་བའི་རྗེས་ལ། ལོ་རྒྱུས་ཀྱི་བདེན་དཔང་གི་རིན་ཐང། རྒྱ་ཡི་གཞོན་ནུ་འོག་གི་བླ་ན་མེད་པའི་དབུ་ཁྲིད་ཀྱི་ནུས་པ། གཞིས་ལུས་རྒྱ་ཆེའི་མི་མང་གི་ཚེ་སྲོག་གི་བློས་གཏོང་ལ་བརྟེན། འཛམ་བུ་གླིང་གི་དུས་རབས་ཀྱི་འགྱུར་བ་ལ་བརྟེན་གྱི་རེད། འཛམ་བུ་གླིང་གི་དེ་རིང་གི་ཉིན་མོ་འདི་ལ་འཛམ་བུ་གླིང་གི་མངའ་སྡེ་དང་གྲོང་ཁྱེར་མང་པོ་བཅས་དང་པོའི་རྒྱལ་ཁབ་ཆེན་པོ་གི་རྒྱལ་དར་བསྒྲེངས་ནས་བསྡད་ཡོད་རེད། མངའ་སྡེ་ཁག་གི་སྲིད་སྐྱོང་དང། གྲོང་སྡེ་ལས་ཁང་གི་མགོ་ཁྲིད་བཅས་ནས་པོའི་རྒྱལ་ཁབ་ཀྱི་རྒྱལ་དར། འཛམ་བུ་གླིང་ཚང་མར་མཐོང་ཡ་ཡོད་རེད། འགྱུར་བ་དེ་འདྲ་ཅིག་ཕྱིན་ཡོང་རྒྱུ་དེ་ང་ཚོའི་རེ་བ་གསར་བ་དེ་རེད། སྟོབས་ཤུགས་གསར་བ་དེ་རེད་དེ་སེམས་ཤུགས་ཆགས་འགྲོ་དགོས་དོན་རང་གི་མ་རེད། ལྔ་བཅུ་ང་དགུ་ལ་ང་ཚོ་སྐྱབས་བཅོལ་ལ་འབྱོར་ནས་བོད་གཞིས་ཀྱི་ཁ་གྲགས་ནས་བདུན་བཅུ་དོང་དགུ་བར་དུ་ལོ་ཉི་ཤུ་ལ། དགྲ་བོ་རྒྱ་ནག་གིས་བོད་ཕྱི་ནང་བར་གྱི་གནས་ཚུལ་དེ་འཛམ་བུ་གླིང་ལ་སྒོ་བརྒྱབ་ནས་བཞག་བ་རེད་སྒོ་བརྒྱབ་ཐུབ་ཀྱི་ཡོད་རེད། ད་ལྟ།

སྐབས་དེའི་ཡིད་འོང་ལ་བོང་བུ་ནོར་ལོག་གི་གནས་སྟངས་ག་འདྲས་བྱུང་རེད་ཟེར། རང་ལུས་མེ་ལ་བསྲགས་ཉེས་ཀྱིས་ཏུ་བོང་བདག་པོ་བརྒྱབ་ནུས་ཉེན་ཡོད་མ་རེད། རྒྱ་མིས་ཁྲིད་ན་ཁྲིད་འགྲོ་གི་ཡོད་རེད། དེ་ལ་བཀག་འགོག་བྱེད་ནུས་ཉེན་ཡོད་མ་རེད། ད་ལྟའི་ཆ་ལ་གནས་སྟངས་ག་འདྲས་སླེབས་ཡོད་རེད། རང་ལུས་མེ་ལ་བསྲེགས་ཀྱི་ཡོད་ན་ལུང་པ་དེ་དང་གྲོང་པ་དེ་དང་གྲོང་ཁྱེར་དེ་ལ་ཡོད་རྒྱུགས་ཀྱི་བོད་པ་ཚོ་གི་སྲོག་བློས་གཏོང་བྱེད་ཀྱི་ནི་དགྲ་བོ་གི་དམག་མི་གི་ལག་པ་ནི་ཏུ་བོང་ཚོ་འཕྲོག་བྱེད་ནི་འཐབ་རྩོད་བྱེད་ཀྱི་ཡོད་རེད་དེ་ག་སེ་ཡར་རྒྱས་འགྲོ་གི་ཡོད་རེད། ཏུ་བོང་མེ་ལ། སྲིད་པའི་སྐབས་ཀྱི་གནས་དང། སྐུ་ཕུང་བཞུགས་འབར་བྱེད་པའི་སྐབས་ལ་མི་ཁྲི་ཚོ་དང་སྟོང་ཚོ་འཛོམས་ཏེ་བཞུགས་འབར་བྱེད་དགོས་རེད། དེ་ཡང་ཡར་རྒྱས་འགྲོ་བ་རེད། དེ་ང་ཚོའི་སྟོབས་འཕྲོག་པའི་རེ་བ་རེད། ཐ་མར་ཞུ་ཡག་དེ་ནི། རང་ལུས་མེ་ལ་བསྲེགས་ཉིན་དེ་ཚོ་གི་འབོ་ར་གི་ནོར་ལོག་ལ་འབོ་ར་རྩ་ཆད་ཅིང་རྡོག་རྩ་གཅིག་སྒྲིལ་བྱེད་རོགས་གྱིས་ལབ་ཡོད་རེད། རྡོག་རྩ་གཅིག་སྒྲིལ་བྱེད་རོགས་ལབ་ནང་བཞིན།

མི་སྒེར་གྱི་བར་གྱི་འཁོན་འཛིན། ཚོགས་པ་སྒྲིག་འཛུགས་བར་གྱི་འཁོན་འཛིན་ཡོད་ན། རྒྱུགས་ཁྱི་བྱས་ནས་རྡོག་རྩ་སྐྱེལ་རེས་བྱེད་ཅིང་བོད་རང་བཙན་སླར་གསོ་བྱེད་རོགས་གྱིས་ཞུ་གི་ཡོད། མཐའ་མ་དེ། བོད་རྒྱལ་ཁབ་ཆེན་པོའི་བླ་ན་མེད་པའི་དབུ་ཁྲིད། ཛའོ་དབྱི་ནོ་ཝེ་སྐུ་ཚེ་དཀར་པོ་ཁྲི་ཕྲག་ནས་ཁྲི་ཕྲག་གི་བར་དུ་བསྟེན་ཡག་དང། བོད་རང་བཙན་སླར་གསོའི་ཕྱོགས་ནས་ང་ཚོ་གཞིས་བྱེས་མཉམ་འཛོམས་གཉོར་སྐྱོང་ཡག་གི་ངའི་རེ་བ་དང་སྨོན་ལམ་རྒྱག་གི་ཡོད།